བདེན་པ་གཉིས་འཇོག་བྱེད་ནི་ཀུན་རྫོབ་ཀྱི་ངོ་བོ་ནི་བློ་འཁྲུལ་བ་ལ་སྣང་བ་དེ་མཐོང་བར་བརྫུན་པའི་ཉེས་པའི་ཉེས་དོན་ཀུན་རྫོབ་བདེན་པའི་མཚན་ཉིད་རེད། ཨ་ནི་ཀུན་རྫོབ་བདེན་པ་ཟེར་བ་དེ་བློ་ཀུན་རྫོབ་པ་མ་རིག་པའི་བག་ཆགས་མ་རིག་པའི་ལྷད་པའི་ཨ་ནི་བློ་སོ་སོ་སྐྱེ་བོ་རྣམས་ཀྱིས་མི་སྐད་ཤེས་པ་ནས་ཡིད་ཀྱིས་ཤེས་པའི་བར་གྱི་བློ་ཀུན་རྫོབ་པ་ཡང་ན་བློ་རགས་པ་འོ་འདི་དག་གི་བཞག་པ་རེད་འདི་དག་ལ་མཐོང་བ་བརྫུན་པ་ཟེར་གྱི་ཡོད་རེད། མཐོང་བ་རྫུན་པའམ་བློ་ཀུན་རྫོབ་པ་གི་རྙེད་བདུན་བློ་ཀུན་རྫོབ་པ་གི་ཡུལ་དེ་ལ་ཀུན་རྫོབ་བདེན་པ་ཟེར་གྱི་རེད། ད་ནི་མཐོང་བ་རྫུན་པའམ་བློ་འཁྲུལ་བ་ནི་སྤྱིར་མ་རིག་པ་བྱེ་བྲག་བདེན་འཛིན་ཁྱད་པར་སོ་གཅིག་གྱི་སྤྱིའི་མ་རིག་པ་ཡིན། སྐབས་འདིའི་མཐོང་བ་རྫུན་པ་ཟེར་ན་འདྲ་བློ་ཀུན་རྫོབ་པ་ཟེར་ན་འདྲ་ཀུན་རྫོབ་ཟེར་བ་དེ་སྒྲིབ་བྱེད་ལ་གོ་བ་ཡོད་པ་རེད་སྤྱིར་བཏང་ཀུན་རྫོབ་ཟེར་ན་ནི་ཡང་དག་པའི་དོན་མཐོང་བ་ལ་སྒྲིབ་པར་བྱེད་པ་དེ་ལ་ཀུན་རྫོབ་ཟེར་ཚིག་དེ་འཇུག་གི་ཡོད་པ་དེ་འདྲ་ཞིག་རེད། དེའི་སྐབས་ཀྱི་ཡང་དག་པའི་དོན་མཐོང་བ་ལ་སྒྲིབ་པར་བྱེད་པའི་བློ་དེ་ག་རེ་ལབ་ན་སྤྱིར་མ་རིག་པ་ཐམས་ཅད་རེད། མ་རིག་པ་ལ་མང་པོ་ཡོད་རེད་བ། ལས་འབྲས་ལ་རྨོངས་པའི་མ་རིག་པ་དང་ཡང་དག་པའི་ལྟ་བ་ལ་རྨོངས་པའི་མ་རིག་པ་ལ་སོགས་པ་མ་རིག་པ་མང་པོ་ཡོད་པ་རེད་སྤྱིར་མ་རིག་པ་ཐམས་ཅད་རེད། མ་རིག་པའི་ནང་ནས་ཀྱང་བདེན་པར་གྲུབ་པ་འཛིན་པའི་བདེན་འཛིན་རེད། བདེན་པར་གྲུབ་པ་འཛིན་པའི་བདེན་འཛིན་ལ་ཡང་མང་པོ་ཡོད་པ་རེད་སོ་སོ་སྐྱེ་བོ་རྒྱུད་ཀྱི་བདེན་འཛིན། འཕགས་པའི་རྒྱུད་ཀྱི་བདེན་འཛིན་འོ་དེ་འདྲ་ཡོད་པ་རེད། བདེན་འཛིན་མང་པོའི་ནང་ནས་ཀྱང་སོ་སོ་སྐྱེ་བོ་རྒྱུད་ཀྱི་བདེན་འཛིན་ཡིན། ང་རང་ཚོ་གཟུགས་སྒྲ་དྲི་རོ་རེག་བྱ་ཡང་ན་སྒྲ་དང་གཉིད་ལ་སོགས་པའི་སྣང་བ་འདི་དག་ཐམས་ཅད། རང་རང་གི་རྒྱུད་ཀྱི་བདེན་པར་སྤྲོས་པ་འཛིན་པའི་བདེན་འཛིན་གྱི་དབང་གིས་བྱུང་གི་ཡོད་པ་ཡིན་ཙང། ད་ནི་ཡང་དག་པའི་དོན་མཐོང་བ་ལ་སྒྲུབ་པར་བྱེད་པའི་བློའམ་ཡང་ན་ཀུན་རྫོབ་ཟེར་བའི་ཚིག་དེ་འཇུག་ས་དེ་མ་རིག་པ་ལ་འཇུག་གི་ཡོད་པ་རེད་ཟེར་བ་དེ་འདྲ་ཞིག་དོན་དག་རེད། ད་ནི་མཐོང་བ་ཡང་དག་པའི་རྙེད་པའི་ངེས་དོན་དོན་དམ་བདེན་པའི་མཚན་ཉིད་མཐོང་བ་ཡང་དག་པའམ་བློ་དོན་དམ་པ་ནི་མ་རིག་པའི་འགལ་ཟླར་གྱུར་བའི་བདེན་མེད་མངོན་སུམ་དུ་རྟོགས་པའི་ཡེ་ཤེས་ཡིན་ནོ། མཐོང་བ་བརྫུན་པ་ཟིན་ན་འདྲ་བློ་ཀུན་རྫོབ་པ་ཟིན་ན་འདྲ་ཡང་དག་པའི་དོན་མཐོང་བ་ལ་སྒྲིབ་པར་བྱེད་པས་བློ་དེ་མ་རིག་པ་ལ་བཞག་པ་ཡིན་ཙང། དོན་དམ་བདེན་པ་ཞི་བའི་དོན་དམ་དེ་ཡང་ནི་ཡང་དག་པའི་དོན་མཐོང་བའི་བློ་འཕགས་པའི་མཉམ་གཞག་ཡེ་ཤེས་ལ་བཞག་དགོས་ཡོད་པ་རེད། དེའི་ཉེས་དོན་ནམ་ཡང་ན་དེའི་ཡུལ་མཐར་ཐུག་དེ་ལ་དོན་དམ་བདེན་པ་ཟེར་གྱི་རེད་ཟེར་བའང་དེ་འདྲ་གཅིག་གི་དོན་དག་ཡིན་པ་རེད། གནས་འདིའི་སྒྲུབ་བྱེད་ལ་འོ་མ་འཇུག་པ་ལས་དངུལ་ཀུན་ཡང་དག་བཟུང་པ་མཐོང་བ་ཡིས་དངུལ་ཉིད་ངོ་བོ་ཉིད་ནི་འཛིན་པར་འགྱུར། ཡང་དག་མཐོང་ཡུལ་གང་སྟེ་དེ་ཉིད་དེ་མཐོང་བ་བཟུང་པ་ཀུན་རྫོབ་བདེན་པར་གསུངས་ཞེས་ལུང་དེ་དྲང་བ་རེད། འདིའི་དོན་དག་ག་རེ་ཟེར་ཡོད་པ་རེད་ལབ་ན། དངོས་པོའམ་ཆོས་ཐམས་ཅད་ཡང་དག་པར་མཐོང་བ་དང་བཟུང་བར་མཐོང་བ་གི་དབྱེ་བ་གཉིས་ཡོད་པ་རེད། ཡང་དག་པར་མཐོང་བ་ཟེར་བ་དེ་དོན་དུམ་བདེན་པ་ཟེར་གི་ཡོད་རེད་བརྫུན་པ་མཐོང་བ་ཟེར་བ་དེ་ཀུན་རྫོབ་བདེན་པ་ཟེར་གི་ཡོད་རེད། ཡང་དག་པར་མཐོང་བ་དང་བརྫུན་པ་མཐོང་བ་གི་དབང་དུ་བྱས་པ་ཡིན་ན་དངོས་པོ་ཐམས་ཅད་ལ་ངོ་བོ་གཉིས་གཉིས་ཡོད་པ་རེད། ཨ་ནི་དངོས་གཉིས་ངོ་བོ་གཉིས་ནི་འཛིན་པར་འགྱུར་ཟེར་བ་དེ་དངོས་པོ་ཐམས་ཅད་ལ་ངོ་བོ་གཅིག་སྟེ་ཀུན་རྫོབ་ཀྱི་ངོ་བོ་དང་ངོ་བོ་གཅིག་སྟེ་དོན་དམ་གྱི་ངོ་བོ། ཡང་ན། ངོ་བོ་གཅིག་སྟེ་གནས་སྐབས་ཀྱི་ངོ་བོ་ཀུན་རྫོབ་བདེན་པ་དང་ངོ་བོ་གཅིག་སྟེ་མཐར་ཐུག་གི་ངོ་བོ་གནས་ལུགས་མཐར་ཐུག་དོན་དམ་བདེན་པ་རེད། ཡིན་ཙང་དངོས་པོ་ཐམས་ཅད་ལ་ངོ་བོ་གཉིས་གཉིས་ཡོད་པ་རེད། ཡང་དག་མཐོང་ཡུལ་གང་སྟེ་དེ་ཉིད་དེ། ཡང་དག་པར་མཐོང་བའི་བློ་གི་ཡུལ་གང་ཡིན་པ་སྟེ་དེ་བཞིན་ཉིད་དམ་ཡང་ན་དོན་དམ་བདེན་པ་རེད། མཐོང་བ་བརྫུན་པ་བློ་ཀུན་རྫོབ་པའི་ཡུལ་གང་ཡིན་པ་སྟེ་ཀུན་རྫོབ་བདེན་པ་རེད་ཟེར་བ་འོ་དེ་འདྲ་གི་དོན་དག་ཅིག་ཡིན་པ་རེད། ད་ནི་གཞན་ཡང་དེ་ཉིད་ལས་ར་རུ་མཐུ་ཡིས་སྐྲ་ཤད་ལ་སོགས་པའི། ངོ་བོ་ལོག་པ་གང་ཞིག་རྣམ་བརྟགས་པ། དེ་ནི་བདག་ཉིད་གང་དུ་མུག་བརྟགས་པས་མཐོང་སྟེ་དེ་ཉིད་དེ་བཞིན་འདིར་ཤེས་བྱེད་ཀྱི། ངོ་དེ་འདྲ་གསུངས་པ་རེད། འདིའི་སྐབས་སུ་གཙོ་བོ་དེ། བདེན་པ་གཉིས་འཇོག་ཚུལ་དེ་དཔེ་ཡི་སྒང་ནས་བཞག་པ་རེད། མིག་ལ་ར་རུབ་ཀྱི་སྐྱོན་ཡོད་པ་དེས་སྐྲ་ཟགས་བཞིན་པ་དང་སྐྲ་ཤད་འབབ་པ་གི་སྣང་བ་དེ་འདྲ་ནི་ངོ་བོ་ལོག་པའི་རང་བཞིན། ཡང་ན། སྟོན་ལ་མིན་ན་ཡང་དེ་ལྟར་བརྟག་པའི་རང་བཞིན་འོ་དེ་འདྲ་ཅིག་ག་དུས་ཡིན་ན་སྣང་གི་ཡོད་པ་རེད། དེ་ལྟ་བུའི་སྣང་ཚུལ་དེ་མིག་དག་པ་མིག་ལ་སྐྱོན་མེད་པ་གིས་གང་ཡང་མི་མཐོང་བ་ནང་བཞིན་དུ། ཨ་ནི་བློ་ཀུན་རྫོབ་པའི་གཟུགས་སུ་སྣང་བ་དང་སྒྲ་རུ་སྣང་བ་དྲི་རུ་སྣང་བ་ལ་སོགས་པའི་ཀུན་རྫོབ་ཀྱི་སྣང་བ་འདི་དག་ཨ་ནི་ཡང་དག་པའི་དོན་མཐོང་བའི་འཕགས་པས་གང་ཡང་མི་གཟིགས་པ་རེད། ཡིན་ཙང་ཨ་ནི་མིག་དག་པས་མ་མཐོང་བ་ལྟ་བུ་དེ་དོན་དམ་བདེན་པ་དང། ར་རུབ་ཀྱི་ལྷ་པ་ཅན་གྱི་མིག་གིས་གང་མཐོང་བ་དེ་ནི་ཀུན་རྫོབ་བདེན་པ་རེད་ཟེར་ནས་དཔེ་དང་བསྟུན་སྦྱར་ནས་བདེན་པ་ཉིད་བཤད་གི་ཡོད་པའང་དེ་འདྲ་ཞིག་རེད། དེའི་དོན་ནི་མ་རིག་པའི་དབང་གིས་རྟེན་འབྲེལ་སྣ་ཚོགས་སུ་སྣང་བ་ཀུན་རྫོབ་བདེན་པའི་མཚན་ཉིད་ཅན་དང། སྣང་བ་དེ་འཕགས་པའི་ཡེ་ཤེས་ཀྱི་ཅིར་ཡང་མ་གཟིགས་པའི་དབྱིངས་ཏེ་དོན་དམ་བདེན་པའི་མཚན་ཉིད་ཟེར་འོ་དེ་འདྲ་གསུངས་བ་རེད། དཔེར་ན་འཇིག་རྟེན་ན་ར་རབ་ཅན་ལ་སྐྲ་ཤད་དེ་སྣང་བ་ཀུན་རྫོབ་ཀྱི་དཔེ་དང་དེ་ཉིད་རབ་རིབ་མེད་པའི་མིག་གིས་ཅིར་ཡང་མ་མཐོང་བ་དོན་དམ་བདེན་པའི་དཔེ་ཡིན། འོ་འདིའི་སྐོར་དེ་སྔོན་ལ་བཤད་ཟིན་པ་ཡིན། ད་ནི་མདོར་ན་ལུགས་སྲོལ་འདི་ནི་དབུ་མ་རིགས་ཚོགས་ཀྱི་དགོངས་པ་འགྲེལ་བྱེད་མཐར་ཐུག་ཡིན་པར། པོ་ཅི་མཁས་པ་ཕལ་མོ་ཆེས་བཞེད་དོ། ཨ་ནི་ལུགས་སྲོལ་འདི་ནི་ཟེར་བ་ནི་དཔལ་ལྡན་ཟླ་བ་གྲགས་པའི་ཆེ་བའི་ལུགས་སྲོལ་ལམ་ཡང་ན་དཔལ་ལྡན་ཐཱན་འགྱུར་བའི་ལུགས་དེ་ཟེར་གྱི་ཡོད་པ་རེད། དཔལ་ལྡན་ཐཱན་འགྱུར་བའི་ལུགས་དེ་འོག་མ་རིགས་ཚོགས་དྲུག་གི་དགོངས་པ་འགྲེལ་བཤད་མཐར་ཐུག་ཡང་ན་ཡང་དག་པ་དེ་ཡིན་ཟེར་པོ་ཅི་མཁས་པ་ཕལ་ཆེ་བ་གིས་དེ་འདྲ་ཁས་ལེན་གྱི་རེད། སྤྱིར་བཏང་བོད་སྔ་རབས་པ་ཡིན་ན་འདྲ་རྗེ་ཙོང་ཁ་པ་ལ་སོགས་བའི་བོད་ཕྱི་རབས་པ་ཡིན་ན་འདྲ་ཐམས་ཅད་ཀྱིས་མགོན་པོ་ཀླུ་སྒྲུབ་ཀྱི་དགོངས་པ་མཐར་ཐུག་དེ། དཔལ་ལྡན་མཐའ་འགྱུར་བའི་རང་ལུགས་རེད། དཔལ་ལྡན་མཐའ་འགྱུར་བའི་རང་ལུགས་ཟེར་ན་མ་ཟེར་ན་སློབ་དཔོན་སངས་རྒྱས་བསྐྱངས་དང་དཔལ་ལྡན་ཟླ་བ་གྲགས་པའི་རང་ལུགས་དེ་རེད་ཟེར། ཡང་ནི་ཡོངས་གྲགས་ལ་དེ་ཟེར་ཡོད་པ་རེད། ཡིན་ན་ཡང། ཡང་ནི་ཆར་བ་ཆུ་སྐྱེས་ཟིང་གེ་ཟེར་བ། ལ་སོགས་པ་དེ་འདྲ་མོད་རེ་གཉིས་ཀྱིས་དཔལ་ལྡན་ཟླ་བ་གྲགས་པ་ལ་ཡང་དགག་པ་དང་ཡོད་པ་རེད་ཟེར། ཨོ་དེ་འདྲ་བཤད་སྲོལ་ཡོད་པ་རེད། ད་ནི་དེ་རིང་གི་ང་ཚོ་སློབ་ཚན་འདི་འདྲ་ཞིག་ནི་མཚམས་བཞག་རྒྱུ་ཆེ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།